ལོ་དྲུག་ཡོད་དྲུག་འགྲོ་ཡོད་རེད་སྐབས་གསང་པ་ལོ་གཉིས་བྱས་ཡོད་རེད་དེ་ནས་སྐབས་ལྔ་པ་ལོ་གཉིས་ད་སྐབས་དྲུག་པ་ལོ་གཉིས་ད་ནི་སྤྱི་ཟླ་དྲུག་པའི་གི་ཚེས་བཅུ་དྲུག་ཉིན་མོ་དེ་ལ་ཚང་ནས་སྐུ་མདོག་ཁང་ཆེ་ཆུང་དགོན་སྒྲིག་གི་དུས་དྲན་གྱི་དབུ་ཉིན་མོ་དེ་ལ་ང་ཚོ་ད་རྗེས་ལས་ཚང་འགྲོ་གི་རེད་ང་འདི་ག་འགན་འཛིན་གྱི་ལོ་བཞི་འགྲོ་གི་རེད་ལོ་མི་སེར་གྱི་དཀའ་ངལ་ཟེར་ན་དེ་འདྲའི་ཤུགས་ཆེན་པོ་ལ་མི་སེར་ག་བྲལ་མི་འདུག་གཅིག་ནི་ད་ཕ་མ་ཚོ་འཇོག་ཆོག་རེད་དེ་ནས་འདི་ག་གི་ཡིན་རེད།

ཡག་པོ་བྱས་མ་འདུག་ན་དཀའ་ངལ་ཆེ་གི་དེ་ལས་ཀ་བྱེད་མཁན་ཚོ་ལ་དཀའ་ངལ་ཆེ་གི་ད་དེ་རེད་ཤག། ད་ད་ནི་ད་ང་རང་སང་ཚེ་རང་རེད་ད་ང་རང་སང་ཚེ་རང་རེད་ཕྱི་སྟོང་ཆ་ནི་ད་ང་འདི་ན་སླེབས་ད་ད་ལོ་ག་ཚད་འགྲོ་དེ་པར་ར་ལ་མིག་མཐོང་ས་རང་ལ་དངོས་ནས་ཡག་ཅིག་དེ་དཔེ་ཡག་པོ་འགྲོ་སྲིད་དངོས་ནས་ཡག་ཅིག་འགྲོ་སྲིད། དེ་ནས་སྡོད་ཁག་ལྟ་ཅི་ནང་ལུང་ཕར་འཛུལ་ནས་ད་འགན་འཛིན་གྱི་ལས་རོགས་བྱེད་འགྲོ་འོང་གི་ར། འགྲོ་དུས་ག་ལ་ད་དེ་ཆུ་སྒང་གི་རྒྱུན་ལས་རྣམ་པ་དང་ས་གནས་ཀྱི་མི་མང་རྣམ་པ་པར་ར་ལ་དངོས་ནས་ད་ནི།

དེ་གལ་ཆེ་གི་ང་དེ་མཐོང་སྲིད་ད། སོགས་དང་ད་ང་ཚོ་ངོས་ནས་ཡིན་ན་ཚོགས་པ་འདི་གལ་ཆེན་པོ་ཡིན་པ་དེ་ཡང་དེ་ནི་ང་ཚོ་ཀྱི་མདོ་སྟོད་མང་བོ་ཙམ་མ་ཡིན་པ་ཞིག་བོད་དངོས་གནས་གང་རེད་བོད་མདོ་དབུས་ཁམས་སམ་ཡིན་ན་བོད་གངས་ཅན་རྒྱང་གི་ཆུ་དང་རི་བཞིན་དུ་ཡུལ་སྲོལ་གང་ཞིག་ལ་དར་སྤེལ་གཏོང་ཡ་ཆེད་དུ་ཡིན་འདི་པ་ཅི་དེ་འདྲའི་གི་ཐུགས་ལ་བསམ་མནོ་ལྷོ་སོ་ཟེར་ཡ་དེ་སྐོར་ལ་བལྟས་ཚེ་ཡ་ཅི་གཏོང་གལ་ཆེ་གི་ང་དེ་མཐོང་ཐུབ། རེད་རེད་ད་དེ་ངོས་ནས་དྲོ་ནས་ད་རེད་ད་ཕ་གཞན་ཟླ་བ་གཅིག་གྲོགས་ཀྱི་མི་ཞོལ་མ་རག་ཟླ་བ་གཅིག་གཉིས་ཐིམ་པ་ང་ཚོ་རྒྱུན་ལས་རྫུ་འཕྲུལ་ཡོད་རོགས། དེའི་རིང་ལ་དངོས་གནས་སོ་སོའི་ངོས་ནས་ཡིན་ན་ལྷག་བསམ་རྣམ་དག་གིས་དེ་བྱས་པ་རེད། དེ་ནས་དེ་བྱེད་དུས་ད་དེ་དུས་ལོ་ཕ་མ་ནང་པ་ཡིན་ན་དངོས་གནས་དྲང་གནས་ཀྱི་ད་ཅིག་དགུན་ཁ་གྲང་མོ་ལ་མ་ལྟོས་པར་དབྱར་ཁ་ཚ་བ་ལ་མ་ལྟོས་པར་དེ་སྤུ་གུ་དུ་ཚོ་ཁྱེད་འདིར་ཡོང་དགོས་ར་དེའི་ནང་བཞིན་སྤུ་གུ་དུ་ཚོ་ད་ནི་དཀའ་ལས་ཞུ་རྒྱག་དེ་ཚོ་དམིགས་བསལ་གྱིས་ད་ནི་སྤུ་གུ་ད་ལོ་ཆུང་ཆུང་ཆུང་ཆུང་རེ་རེ་ད་རྒན་ལ་བྱས་ནས་དེ་ཆུང་བ་རྣམས་ལ་ཆུང་བ་ཁ་རྒན་ལ་རྒན་མཁན་ནི་རེད་བ། དེ་ཕ་གི་ལ་ཧོ་ཐོག་པོ་ཐོག་ཅིག་བརླག་དེ་ཡིན་ནའང་ཐུགས་ཁར་མ་གཅིག་རྒན་མཁན་གྱིས་བརླག་པ་ཡིན་ན་ཡང་སྤུ་གུ་ཆུང་བ་ཚོ་གི་ཡང་རྒན་ལ་ལ་བརྩི་བཀུར་ཡག་པོ་བྱས་ནས

ཁ་ཐག་སྦོ་ཐག་ཞིག་ད་དུ་སོས་ཁང་མ་ག་སྟེར་སྟེར་ཡོང་སྲིད་ཀྱི་རེད་ཨ་མ་ཟེར་བ། བསམ་བློ་གཏོང་ཆོག་ཕ་མ་སུ་སྐྱེན་པ་ཡིན་ན་རེད་སྤུ་གུ་སུ་སྐྱེན་པ་ཡིན་ན་ཅི་ང་ཚོ་ཁྱི་དགོང་དྲུག་གི་དུས་སྟོན་ཡིན་ན་རེད་ཡ་ཤེས་ཡིན་ན་རེད་དེ་མ་ཡིན་པ་ད་ཁྲུན་ཁ་ཏེ་ཅིག་ཞི་བདེ་སུམ་རྟགས་གང་འདྲ་ཅིག་སྙོག་ཤིག་བྱེད་དགོས་བ་ཡིན་ན་ཡང་ང་ཚོ་ལ་ཅིག་སེམས་ཁྲལ་ཆུང་ནས་མེད་པ་ཅིག་ཁོང་རྣམ་པ་སྙོག་རུག་བྱེད་སོང་བ་དེ་བྱས་ཡ་དེ་ལ་དཔེ་མི་ཚོས་བཀའ་དྲིན་ཆེ། ད་ཚོ་ང་ཚོས་འཇོན་སོང་གྱི་མ་ཡིན་པ་ཁོང་རང་ཚོ་རང་དབང་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་རྒྱུ་རེད་ང་ཚོ་ལྟ་བ་ཙམ་ཞིག་རེད་མ་གཏོགས་དེ་བྱེད་དུས་དེ་ལ་དངོས་གནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞེས་བྱ་ཡི་དེ་མ་འོངས་པ་ཡིན་ན་ཡང་དེ་ནང་བཞིན་དེ་གསང་སྔགས་ཀུན་སྤྱོད་གཏོང་བ་ཡར་རྒྱས་འགྲོ་བའི་ཐོག་ལ་དེ་ནང་བཞིན་དང། གདུལ་བ་འགན་འཛིན་ན་རེ་ལས་རུས་ན་རེ་བསྟན་དེ་གསར་པ་ཡོང་སྲིད་རེད་གསར་པ་ཡོང་དེ་གཏེར་ཆེ་བྱེད་སྟངས་འགྲོ་སྟངས་གཏེར་མི་འདྲ་བ་དང་བཤད་སྟངས་མི་འདྲ་བ་ཡོང་མི་སྲིད་པ་དེ་འདྲ་མ་རེད་དེ་ཡིན་ན་ཡང་ཕ་མ་དང་སྤུག་ཚོ་རང་རྒྱ་ཡིན་དེ་ག་ལ་གསང་སྔགས་ཞིབ་ཕྲ་བྱེད་རུང་ཚུལ་བརྟན་པོ་ཐོག་ནས།

ཚེ་ར་བྱེས་ཀྱི་དྲ་ཐོག་འཛིན་གྲྭ་ཡི་ཡོད་དེ་མཉམ་དུ་ད་ཆུ་ཟོས་དགོང་ད་ཆུ་ཟོས་སྡོད་བ་ནི་ཡི་རྒྱལ་བ་ཡིད་ཙང་ད་ད་ད་ཏིས་ཀ་ལི་དུ་ཡོའོ་དེ་ཡི་ཞེས་ཕྱི་འུ་ཚ་ང་ར་ད་ད་དེ་ཡི་ཞེས་རྒྱང་ས་ནི་ནང་པ་ར་ཐག་རིང་པོ་ཡིན་ཙང་དེ་ཡི་ད་ཆུ་ལོ་གོ་ཚོ་གོ་ཁིག་གི་དོ་ཡོ་འོན་ཏེ་ཏིས་ཀ་ལི་གཅིག་དུ་ཆུ་ཟོས་གཅིག་སུ་འགྲོ་གོར་ཆུ་ཟོས་གཅིག་དེ་ཤ་ག་གཉིས་མ་སེ་སུ་འགྲོ་གོར་ད་ད་ད་ང་བོད་སྐད་འདི་བཤད་ད་དེ་བཀའ་དྲིན་ཨ་མ་ལགས་ཀྱི་བཀའ་དྲིན་ཡིན་ད་ག་ཡིས་ན་ཆུང་དུས་ནས་ཕྱིན་ན་ཨ་མ་དང་ང་རང་སྤུན་ཆེད་བུ་མོ་ཆུང་བ་དང་ང་གཉིས་ལ་བསམ་བློ་བཏང་བྱས་ནས་ཨ་ནི། ད་ལས་ཀ་མ་འགྲོ་བྱས་ང་གཉིས་ཆུ་འགྲུལ་སྐོར་གནས་བྱས་བོད་སྐད་ལྷབ་ལྷབ་ལྷབ་བྱས་ན་འོ་དེ་གི་ང་ད་ད་བོད་སྐད་ད་བོད་པ་ཤི་ཚོད་འགྲོ་ནས་ད་དཀའ་ངལ་གས་མི་འདུག་བོད་སྐད་བཤད་འོ་དེ་ད་ང་ཨ་མ་ལ་དཔེ་བཀའ་དྲིན་ཆེན་པོ་བརྩི། ཨོ་ད་ད་ང་ཆུ་འགྲུལ་སྐར་འགྲོ་འཛིན་གྲྭ་ད་སྒོ་ཞེ་ཞེ་དྲག་འགྲོ་ཡོད་མེད་ཙང་དེ་ང་ད་ད་ཆུ་འགྲུལ་སྐར་འགྲོ་འཛིན་གྲྭ་ནས་འགྲོ་གི། མ་འགྲོ་ལ་ད་ད་ང་ག་ལ་འོང་དེ་ག་རེ་ཅིག་ཡང་ཚིག་འདི་ལ་ན་ང་རང་ཚོ་བོད་པ་གོ་སྙམ་དུ་བོད་པ་འགྲོ་བྱས་ད་ད།

ཤ་དང་ཁྲག་རུས་པ་ཚང་མ་བུད་པར་རོ། རེད་རེད་རེད། འོ་དེ་གི་ད་བུད་པ་ཡིན་ལ་ཕྱིན་ཨ་ནི་ཁོ་ཚོ་གི་ད་ལོ་རྒྱུས་འགྲོ་ཤེས་ལོ་རྒྱུས་འགྲོ་ཤེས་རུ་ཕྱིན་ད་ད་འདི་འགྲོ་ལ་ལོ་རྒྱུས་དང་བུད་པ་ག་ཇི་ད་འདི་འགྲོ་ཆོས་སྐོར་ལ་འདི་འགྲོ་མ་ཤེས་ན་ངོ་ཚ་བོ་ཆེ་གི་ར། རེད་རེད་རེད། དེ་མཉམ་དུ་བོད་ལེགས་དེ་ད་རང་དབང་མེད་ར་ད་དེ་ལས་མའང་ཐུང་ཤོས་གད་སྙིགས་ལེགས་གི་ར་དེ་གི་སི་རང་དབང་བྱོན་ད་གད་མི་འདུག་ཡ། རེད་རེད་རེད།
ལགས་སོ་ཨ་ནི་དཔེ་མ་ཟེར་ཡག་པོ་གསུངས། ཁྱེད་རང་དངོས་བོད་སྐད་དཔེ་ཡག་པོ་ཤེས་ཀྱི་འདུག་ཨེ་ནས་ད་ལྟ་ཁྱེད་རང་ཡིན་ན་མི་སེར་གྱི་དོན་དུ་བོད་གཞས་དང་བོད་པའི་གཞས་དང་ཞབས་བྲོ་དེ་འདྲ་ལ་དཔེ་དགའ་བོ་འདུག་ཨེ་འདི་ཚང་མར་མུ་མཐུད་ནས་འབད་བྱ་གནང་རོགས་གནང་ཞུ། ལགས་སོ་ཐུགས་ཆེ་ལགས།
ལགས་སོ་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ཨེ་ད་ལྟ་དེ་རྗེས་ལ་ཡིན་ད་ད་ལྟ་ཟློས་གར་ཡིག་ཚོགས་ཀྱི་ཕ་མ་ཚོ་གངས་རུ་སྐྱིད་ལ་བཅར་འདྲི་ཞུ་དགོས་དྲན་སོང་ཨེ་ད་ད་ཁོང་ལ།

མི་ཚང་མ་གཅིག་འཕྲུལ་ཆས་དེ་རིགས་ཀྱིས་དུས་ཚོད་ལ་མགོ་འཁོར་ནས་གཏན་དུ་དཀའ་ངལ་ཅིག་འདུག་དུས་ཚོད་རྙེད་ན་གཟུགས་པོ་གི་འཕྲོད་བསྟེན་རེད། དེ་སོང་བ་མི་ངོ་ཤེས་དེ་ལ་ཁྱེད་སོང་མ་མོ་འདུག་དྲན་དུ་མི་དེ་ལ་ཆེ་ཆུང་ཅིག་མཐོང་ཞིག་མི་འདུག་ང། རེད་རེད་རེད་དཔེ་ཡག་པོ་གསུངས་སོང། ཨེ་ཐ་མ་དེ་ལ་ཁྱེད་ཀྱིས།

ང་ལས་བོད་ཡིག་ཡིན་ན་ང་དཔེ་ང་རང་ཕྱི་འབྱོར་གང་ཅི་ཤུགས་འགྲོ་བརྗོད་ནས་གཙོ་བོ་ང་རང་འགྲོ་བྱེད་བོད་ཀྱི་བོད་ཡིག་གླུ་ཡག་དེ་ཤུགས་བརྗོད་ཀྱི་ཡོད་གླུ་ཡག་དེ་ཤུགས་བརྗོད་ན་ཨ་ནི་ཁོ་རང་ཡག་ཅིག་ཁྱད་པོ་ཆགས་ནས་བཟོ་ན་ག་རེ་ཡིན་ན་ཅིག་བོད་ཡིག་ཅིག་ཁོ་རང་གི་ཅིག་གླུ་དེ་ཡག་པོ་ཤེས་ན་ཅིག་སྟོད་ལྷོ་གཞོང་དུ་ཟེར་ཡག་དེ་ག་རེ་བྱས་ན་ཅིག་གླུ་དེ་ཤེས་ན།

ལ་སོགས་ཡིན། དང། ད་དེ་ཡང་ཁྱོད་དེ་གང་ལ་ཡིན་ན། ནང་ཟློས་གར་བའི་འགན་འཛིན་དང་ཟློས་གར་བའི་འགན་འཛིན་གྱི་ལུས་རོགས་དེ་ག་ནང་བཞིན་གྱི་ཟློས་གར་བ་དང། དེ་ནས་ཟློས་གར་བའི་རྒན་ལགས་དེ་ག་ནང་བཞིན་ཟློས་གར་བའི་ཕ་མ་དེ་གཅིག་པ་ལ་ད་ཚང་མར་དྲི་བ་དྲིས་ལན་དང་བཅར་འདྲི་ཞུ་ཚར་བ་ཡིན། རྣམ་པ་ཚང་མ་ཐུགས་མཉེས་པོ་ཡོད་རེ་བ་ཡོད་ཚང་མ་ཐུགས་ཆེ།